རྣམ་པ་ཚོ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཨཱན་ད་རེ་དེ་ཚོགས་པའི་ངོས་ནས་ཡང་ཀུན་ཡུལ་འཁྲུངས་སྐར་དང་འབྲེལ་བའི་གསལ་བསྒྲགས་ཁག་གི་ཞིག་ཞུ་ཡ་ཨ་རེ་ཡིན། ད་ལོ་ཀུན་འདུས་ཀྱི་འཁྲུངས་སྐར་དེ་ཡིན་རེས་གཟའ་ཉི་མ་ལ་ཁེལ་གྱི་ཡོད་པ་སོང་ཙང་ཨཱན་དེའི་སྲུང་བརྩི་དེ་ཡང་དེ་སྤྱི་ཁང་རང་ལ་ཞུ་ཡ་བྱས། ཨ་དེ་ང་ཚོ་མཛད་སྒོ་དེ་ཚོད་ཚོད་དགུ་པ་ནས་འགོ་བཙུགས་ནས་ཚོད་ཚོད་དགུ་པ་ནས་བཅུ་པ་བར་དུ་ཨ་ནི་མི་མང་ཚོས་ཞལ་འདོན་དང་སྨོན་ལམ་འདོན་ཡང་བྱས། ཨ་དེ་ནས་མཛད་སྒོ་དངོས་གཞི་དེ་ཚོད་ཚོད་བཅུ་པ་ནས་དབུ་འཛུགས་ཞུ་ཡག་ཡིན། ཨ་ད་ལོ་གུང་ཐུའི་དགུང་ལོ་དགུ་བཅུ་ལ་ཕེབས་ཀྱི་ཡོད་པ་སོང་ཙང་ཨ་ནི་འཁྲུངས་སྐར་དེ་ང་ཚོས་གཟབ་རྒྱས་ཞུ་ཡག་གི་ཆེད་དུ་ད་ང་ཚོས་ཀྱི་ད་ལོ་ས་གནས་ཁག་གི་མེ་ཡོད་ཁག་མང་པོ་ཞེས་ད་ག་ནས་ཤིང་དཔོན་རིགས་ཁག་དང་ཨ་ནི་ང་ཚོའི་སྦྱིན་བདག་རེད་ད་ག་ནས་ཤིང་ཕྱི་རྒྱལ་གྲོགས་པོ་རྙིང་པ་དེ་འདྲ་མང་པོ་ཞིག་ད་རེ་གདན་འདྲེན་ཞུས་ཡོད་སོང་ཙང་ཨ་ནི་འཁྲུངས་སྐར་སྐབས་དེར་མི་མང་རྣམ་པ་ཚོ་ལ་འབོད་སྐུལ་ཞུ་ཡ་གཅིག་ལ་ཨ་ནི་ཞལ་ལག་དེ་ཤ་མེད་ཀྱི་ཨ་ནི་ང་ཚོ་པོར་ལོག་དེ་གནམ་འཕེལ་རོ་བྱེད་ཞུ་ཡ་དང་ཨ་ནི་ཞལ་ལག་དེ་ཏིས་མང་ཙོ་གནོམ་འཕེལ་རོ་བྱེད་ཀ་ཅན་ཚོ་ཞུས་པ་ཡིན་ན་ད་རུང་ང་ཚོ་དེ་ཕྱི་རྒྱལ་ཁག་མང་པོ་ཞིག་དེ་ཕེ་ཡག་གི་དེ་ང་ཚོ་གི་རེ་བ་ཞུ་གི་ཡོད་སོང་ད་ད་ཞལ་ལག་དེ་ཨ་ནི་ཚང་མ་ལ་བེ་བེ་ལུག་ལུག་གཏང་ཡག་གི་དེ་ནས་ཕྱིར་ནམ་ཕེ་རོ་བྱེད་ཞུ་ཡག་ད་ཨ་དེ་ནས་དེ་ཞུ་གི་དེ་ཞལ་ལག་གྲུབ་པ་ད་ཨ་ནི་ང་ཚོ་བཞི་བེ་གོམ་འགྲོས་དེ་ད་མཱེལ་གསུམ་སིན་ཀ་ད་དེ་ཚོད་ཚོད་གཅིག་ལྷག་ཟ་འགྲོ་ཆུ་གུ་གུ་ཡོད་ས་རེད་དེ་ང་ཚོ་གོམ་འགྲོས་ཞུ་ཡག་ཆེ་ཨ་ནི་དེའི་སྐབས་དེ་མི་མང་རྣམ་པ་ཚོས་ད་ཧང་གོ་བདེ་པོ་འགྲོ་ཆུ་ཆོད་ནས་ཕེ་རོ་ན་ཞུ་ཡག་ཆེ་ཨ་འདི་གོམ་བགྲོད་འདི་ད་ལྟ་ཚུར་སྤྱི་ཁང་ལ་ཚུར་ཞུགས་འབྱོར་པ་དང་ཨ་ནི་ང་ཚོས་འདིའི་དགོངས་དག་དེ་འདི་ཞུ་གོ་དེ་ཨ་ནི་ང་ཚོ་དེ་དགོངས་བཞེས་དང་ཨ་ནི་འདིའི་དགོངས་དག་དེ་ང་ཚོ་ཚོགས་པའི་ངོས་ནས་མི་མང་རྣམ་པ་ཚོ་ལ་ཞལ་ལག་ཅིག་རྒྱག་ཡ་ཡིན། ཨ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ད་ང་ཚོ་ཁ་ད་སྤྱི་ཁང་གི་མདུན་གྱི་ལང་ཀ་འདི་ཧ་ད Dalai Lama Avenue ཟེར་ཡ་དེ་ང་ཚོ་དེ་ལང་ཀ་དེ་སྒོ་བརྒྱབ་ཀྱི་ཡོད་རེད། དེ་འདྲ་ཡོད་དུས་ད་མོག་འདྲ་དཀའ་ཡ་དང་དེ་འདྲ་དེ་མི་མང་རྣམ་པ་ཚོ་ལ་དཀའ་ཉེན་ཅིག་འཕྲད་ཀྱི་འདུག་ད་ཡིན་ནའི་ང་ཚོས་གོ་སྒྲིག་གང་ཞུས་ཞུས་པ་ཡིན་ན་རྣམ་པ་ཚོ། དེ་ཨེལ་སི་རི་ཏོ་པ་ལ་ཟ་ལ་ཨ་ནི་མོ་ཏྲ་དེ་ཕ་གའི་རྐང་ནང་ནས་ཨ་ནི་ང་ཚོས་ཀྱི་ཚོགས་པའི་ངོས་ནས་བན་ཅིག་གང་དུ Shuttle Service ཅིག་ང་ཚོས་གོ་སྒྲིག་ཞུ་དགོས་ཡོད་སོང་ཙང་མོ་ཏྲ་ཕ་གའི་རྐ་ཨ་དེ་ནས་ང་ཚོས་ཚོགས་པའི་གྱི་ང་ཚོས་བན་དེ་ང་ཚོས་ཀྱི་མི་མང་རྣམ་པ་ཚོས་ཕ་ནི་འུར་སྒྲོན་ཞུས་ནས་དེའི་ཁ་བརྡ་གཅིག་རང་ལ་ཚུར་དེ་འདྲ་ཞུ་བའི་ཆ། ཁ་བརྡ་དེ་ཤོག་ཁ་ཚོད་དུ་དགུ་པ་ནས་བརྒྱད་པ་ནས་དགུ་ཐ་ཆ་ག་ས་བར་དུ་ང་ཚོ་དེ་འདྲའི་གོ་སྒྲིག་ཞུ་གི་ཡོད་ཞུ་བ་ཡིན་སོང་ཙང་དེ་ཡང་ད་སྐུའི་འཁྲུངས་སྐར་ཉིན་མོ་དེ་དེ་ཡིན་པ་བྱས། དེ་ནས་ང་ཚོ་སྤྱི་མཐུ་བདུན་པའི་སྟ་རི་བཅུ་གཉིས་ཉིན་མོ་དེ་ང་ཚོ་ཚོགས་སྤེལ་གྱི་དཔལ་འབྱོར་སྡིག་དགོས་ཆེད་དུ་ད Kensington Church ལ་དགོངས་དག་ཚན་གཙོ་བོ་གཅིག་གང་དག་ཚོད་ཚོད་དྲུག་པ་ནས་ཚོད་ཚོད་བཅུ་གཅིག་ཆ་ག་ས་པ་དུ་ང་ཚོས་དེ་འདྲ་གོ་སྒྲིག་ཞུས་བཞག་ཡོད། སོང་ཙང་དེའི་ཐོག་ལ་མི་མང་རྣམ་པ་ཚོས་རྒྱབ་སྐྱོར་གྱི་རྩིས་བཤེར་ལ་གང་མང་མང་ཅིག་ཕེ་རོ་ནང་ཞུས་ཡག་ཡིན། ཨ་ནི་གང་དག་ད་རེས་སང་ཉིན་མར་གང་མང་མི་མང་རྣམ་པ་གང་མང་མང་ཕེ་རོ་བྱེད་ཞུས་ཡག་དང་ཨ་ནི་མགྱོགས་པོ་མཇལ་ཡོང་ཞུས་ཡག་ཡིན་ཐུགས་ཆེ་གནང།